འོད་ལ་ཆོས་བདུན་གྱི་ཞིང་ཁམས་ཞེས་པ་བཞིན་སྣང་བའི་བསྟན་པ་འོད་དུ་དར་བ་ནས་བཟུང། རྟེན་འབྲེལ་གྱི་ཆོས་ལུགས་རོ་ཆས་དང་བྱེད་སྒོ་སྣ་ཚོགས་ཀྱང་རིམ་གྱིས་བྱུང་ཞིང། ཁྱད་པར་དུ་གསང་སྔགས་ཀྱི་ཆོས་ཀྱི་ཡོ་བྱད་རྣམས་ནི་རང་དགར་འབུད་རྡུང་བཀྲོལ་ལེན་ཁོ་ནའི་ངེས་ཚིག་ཙམ་མིན་པར། དེ་དག་ལ་མཚོན་དོན་དང་རིགས་པ་ཕན་ཡོན་སོགས་ཤིན་ཏུ་མང་པོ་ཞིག་ཡོད། ང་ཚོས་རང་གི་ཁོར་ཡུག་ནས་རྒྱུན་པར་མཐོང་ཐུབ་པའི་དལ་བྲེལ་རྡོར་གསུམ་སོགས་ནི་ཆོས་ལུགས་ཀྱི་ཆོ་གའི་ཁྲོད་རྟག་ཏུ་སྤྱོད་པའི་ཡོ་བྱད་ཡིན་པས་ན། འདབ་མ་རེ་བྱུང་བ་དེ་ཡང་ཆོས་ལུགས་འོད་དུ་དར་བ་དང་འབྲེལ་ནས་བྱུང་བ་ཞིག་ཡིན་པ་ནི་ཤེས་མ་དགོས་པ་ཞིག་རེད། དོན་དམ་དུ། འོད་ཡིད་ལོང་བར་འདབ་མ་རེ་དེ་དུས་ནམ་ཞིག་ལ་བྱུང་བ་ཡིན་ནམ།

མཚོ་སྔོན་ཞིང་ཆེན་གྱི་ཤར་ལྷོའི་ཕྱོགས་སུ་ཆགས་པའི་རྨ་ལྷོ་རིགས་རང་སྐྱོང་ཁུལ་རོང་བོ་གྲོང་རྡལ་ནས་ནུབ་ཕྱོགས་སུ་སྤྱི་ལེ་བཅུ་ཁ་ལྷག་བྱས་ན་སའི་དོ་སྙོམས་རྒྱལ་མོ་བདེ་བར་འབོད་པའི་གྲོང་ཚོ་ཞིག་ཡོད་ཀྱང། གྲོང་ཚོ་དེ་ནི་རྒན་པོ་རབ་བརྟན་རྒྱལ་ཟེར་བ་ཞིག་ཡིན། ཁོ་ལ་མཚོན་ན་ཆུང་དུས་ནས་བཞིན་ལག་བདེ་མོ་ཞིག་ཡོད་པས་སྐྱེས་རྒྱན་གྱི་འཚོ་བའི་ཡོ་བྱད་སྣ་ཚོགས་བཟོ་བར་ཤིན་ཏུ་ཤུགས་ནས་མྱི་ཞིག་ཡིན་པར་བཤད།

དེའི་ཐོག་ནས་ཡིན་གྱི་ན་ད་ཚེ་བའི་རྟགས་ཤིང་ར་གོང་ར་ད་ནམ་བ་ནས་ཚོགས་དུ་མ་ལས་དུས་ད་དེའི་གཞིག་ནས་ཡིན་གྱི་ན་ད་ད་ཟླ་རི་ར་ད་སྔ་ར་ད་འདི་མ་ལས་ནས་ད་དེ་ད་རྒྱུན་མ་ཅི་ལ་ལོ་ད་སུམ་བཅུ་ནས་བཞི་བཅུ་ད་དུ་མ་འགོར་དུས་ད་ད་བར་ཡིན་གྱི་ན་ལོ་བདུན་བཅུ་དོན་གསུམ་འདི། ད་ད་བ་རན་གྱི་ན་ཨ་རྒྱན་མ་ཚད་ལ་ད་ཁ་ར་ཉན་རི་ཡིག་འདི་ནི་ད་དུ་མ་ཡིན་ནི་ཡིག་ད་བ་ནོ་དུ་མ་ཚིག་འདྲ། འདའ་མ་ར་ནི་ལྡེམ་བསྐོར་སྲུང་བརྟག་སྐྲུན་བྱེ་བ་སྐེ་ལ་མྱག་ཡོད་པའི་ངེས་ཉེས་དཔག་པའི་ཨུ་པ་སྐེ་པ་ཡོན་ཏི་ཧྲ་བི་དམར་བོ་ལ་གདོང་བྱེད་ཀྱི་རི་བི་ཆུང་ངུ་མིག་འབྲས་འདྲ་བ་སྲུང་བརྟག་པའི་བླ་མེད་ཀྱི་ཆོ་ག་ལས་སྤྲོ་རྒྱའི་ཡོ་བྱད་ཞིག་དང། སྔགས་བླ་མེད་ཀྱི་རྒྱུད་སྡེ་ཁོ་ན་ལས་གསུངས་ཤིང། རྒྱུད་སྡེ་གོང་མ་རྣམས་སུ་མ་བསྟན་པར་གསུངས་པས་ན། བླ་མེད་ཀྱི་ཆོ་ག་དག་ཏུ་གདོན་བར་བྱ་བ་ལས། མདོར་བསྐྱང་བའི་ཆོ་ག་རྣམས་ལ་སྤྲོ་སྐྱིད་སྨིན་པའི་ཆེད་ལུགས་ཀྱི་ལོ་ཚིགས་ཤིག་ཡིན།
དྲང་མོར་བཤད་ན་འདབ་མ་རི་ནི་ཉི་སི་དང་གང་ཞིག་གིས་ཀྱང་བཟོ་ཐུབ་པ་ཞིག་ཡིན་ན། དེ་འགའ་དུས་ཀྱི་ཟབ་མོ་འབྲི་མོ་བའི་རྒྱུད་ཚོགས་ཆོ་ག་གི་རྒྱུད་སྤྲོས་ལའང་རྒྱུད་མ་རབས་བསྐྱེད་དེ་དོན་བཏང་ན། བཟོ་བོའི་ལག་རྩལ་ཅན་དང་གཟུགས་ཀྱི་ལག་རྩལ་ཅན་གྱི་མིང་དོན་རྒྱ་མཚོ་སྟེ།

རྒན་པོ་རབ་བརྟན་རྒྱ་ལ་ལྷན་སྐྱེས་ཀྱི་གློག་བདེ་མོ་ཞིག་ཡོད་པས་ཁོ་ལ་མཚོན་ན་དངོས་པོ་གང་ཞིག་ཡིན་ཡང་བལྟས་མིན་བཟོ་ཤེས་འགྲོ་བ་ཞིག་ཡིན་པར་བཤད། ཏག་ཏག་ང་ཚོ་སྡེ་བ་འདིར་འབྱོར་དུས་རྒན་པོ་རབ་བརྟན་གྱི་ཕ་བུ་གཉིས་ཀྱིས་འདར་ལེན་བཞིན་ཡོད་ཅིང། རྒན་པོ་ཉིད་ན་སོ་དགོས་ཏེ་ད་ལྟ་ལོ་ན་ཆེན་པོ་ཆགས་ཡོད་ན། ཁོས་སྔར་བཞིན་ཟླ་རེའི་བཟོ་རྩལ་འདི་མ་ཉམས་རྒྱུན་འཛིན་བྱས་ཏེ་རང་གི་བུ་ཕྲུག་རྣམས་ཐུན་མོང་མ་ཡིན་པའི་བཟོ་རྩལ་འདིའི་ཁྲོད་ཞུགས་པར་སྐུལ་མ་བྱེད་བཞིན་ཡོད། དེའི་རྐྱེན་གྱིས་རྒན་པའི་བུ་ཆེ་བ་ལ་མཚོན་ན་ཆུང་དུས་ནས་ཟླ་རེ་བཟོ་བའི་ལས་ཀའི་ཁྲོད་ཞུགས་ནས་ཡོང་བ་ཞིག་རེད། ཆུང་དུས་ད་ང་སློབ་གྲྭར་སོང་ཚེ་ལོ་བཅུ་བདུན་རེ་སློབ་གྲྭར་སོང་ཚེ

ཡང་མ་རེད་དགོས་ནོ་བཟོ་ལྟ་དེ་ཡང་ཡིན་དགོས། སྒམ་པོ་རབ་བརྟན་རྒྱ་བྷ་བ་གཉིས་ཀྱི་རྩལ་འདོན་དང་སྲིད་གདུང་གི་རྒྱུད་བྱིས་པའི་མདའ་རུ་གཙོ་བོར་སླེབས་བཞིན་ཡོད་ཀྱང། རྒྱུད་འདི་ལས་བྱིས་པའི་མདའ་རུ་བཟོ་བའི་གོ་རིམ་དེ་ག་འདྲ་ཞིག་ཡིན་ཟེར་ན། དེ་ལ་ཐོག་མར་སྲིད་གདུང་དུམ་བུར་བསྐྱོད་ཅིང་དེ་ཉིད་ཚ་བོ་དུ་བས་ནས་ར་ངོ་ཁ་ཤས་འགོར་རྗེས་ཚ་ནས་བཏོན་ཏེ་འདྲ་སྐུབ་ཀྱིས་མདའ་རུའི་དབྱིབས་བཟོ་བ་ཞིག་རེད།

དེའི་ཁྲོད་ཀྱི་ཆུང་དུས་ན་ད་མཚོ་མོ་དགུ་ར་ད་ད་མཚོ་མོ་དགུ་བྱས་འདུག་གི་ཡང་རང་རྟོགས་གི་དེའི་ཁྲོད་མཚོ་མོ་དྲུག་བྱས་འདུག་གི་དེའི་ཁྲོད་ད་ཐེ་ཞང་ནས་བྱས་ན་ད་མཚོ་མོ་ལྔ་ར་ད་ད་བཞི་ར་ཚ་བ་འདྲ་བོ་ག་མ་འོས་ལགས་ཀྱོ། དེའི་ཁྲོད་ནས་ད་རེ་ད་བྱ་རེ་ད་གཙོ་གཙོ་བོ་གང་བྱ་དགོས་ཟེར་ན་ད་ཨ་ཡོད་བྱ་མི་དགོས་བ་ཟེར་བྱ་དགོས་ན་གཙོ་བོ་གང་ཟེར་ན་ད་ཁི་གི

དེ་ནས་རིམ་པ་བཞིན་ནང་རོལ་དུ་ས་སྐྱིན་བརྗོད་ཞིང་ཉི་མུར་སྐར་མའི་དུས་ཚོད་ངེས་ཅན་ཞིག་བཞག་རྗེས་རཱ་ཧུལ་གྱིས་རི་ཡོལ་གཉིས་བཏུམས་ཏེ་ཉིན་འགར་འཇོག་པ་ཞིག་རེད། རཱ་ཧུལ་གྱིས་བཏུམས་པ་དེ་ནི་ཟླ་རེའི་དགྲ་ལ་ཉེན་ཆ་འབྱུང་བའི་ཆེད་དུ་ཡང་ཡིན་སྲིད།

སྒྲ་ནི་དྲག་སྟོང་སྐྱེ་འགག་མེད་པ་ཆོས་ཉིད་ཀྱི་སྒྲ་མཚོན་བྱེད་ཡིན་ཞེས། དེ་ལ་མཚོན་དོན་ངེས་ཅན་ཡོད་པར་བཤད་འདུག། ཟླ་རེའི་སྟེང་གི་སྒྲ་གཟུགས་གཉིས་ཀར་མཚོན་དོན་ངེས་ཅན་ཡོད་པ་ནང་བཞིན་དེ་ལ་དེ་མཐུན་གྱི་དགེ་བ་དང་ཕན་ཡོན་མང་པོ་ཡོད་པའང་བཤད་མ་དགོས་པ་ཞིག་རེད།

གནས་མཇུག་འཛིན་ཡ། རྒན་པོ་རབ་བརྟན་རྒྱ་བྷ་བ་རྣམས་ནས་མི་ལོ་མང་པོར་མདའ་ར་བཟོ་བའི་ལས་སྐལ་མཛད་པའི་མི་ཚེ་ཡོད་ཞིང། མདའ་རའི་ལས་སྐལ་ནི་ཁོའི་མི་ཚེའི་གཤེགས་གི་རིང་ལ་རྒྱུན་འཁྱོངས་བྱས་པའི་སྲོལ་རྒྱུན་རིག་གནས་ཀྱི་རྒྱུན་འཛིན་ཞིག་དང་འདི་ཉིད་མ་ཉམས་དར་སྤེལ་བཏང་བའི་ལས་སྐལ་རིན་ཐང་ཡོད་པ་ཞིག་རེད་ཅེས་ཀྱང་བརྗོད་ཆོག་ཆོག་རེད། ཟླ་རེ་འདི་གི་བླ་སྐེ་ནས་ཡིན་ན་སོང་གི་སྤྱིར་གི་འདི། ཁྱིམ་ཚང་གི་ཡོང་སྒོ་རྩ་སྐྱི་ལ་ད་ཧྲ་ནི་ར་ཧྲ་རྒྱོ་ལི་ཧྲ་ར། ཧན་ཆི་ནི། འདི་སོང་གི་ད་འདི་ཁེ་མདང་རྒྱལ་བས་ཡོང་ན་བལྟས་ནས་ཡོང་ན་རེ་ཀོང་ཁོག་ཚོན་གྱི་ན་ར་ད་འདི་བ་གི་སོང་གི་ལི་ནི་ཉི་མ་མེ་ཁི་མོ་སོང་གི། དེ་འདི་ན་ད་འདི་བ་གི་སོང་གི། ད་ཨ་རྒྱ་གི་དང་མ་ནི་ལི་ལི་ཡིན་ནི་རི། ལི་ཡིན་ན་ཁི་གི་ར་ད་དི་རི། ད་གི་གི། ད་གཞིག་ནི་འདི་བ་གི་ཁྱི་ཁྱི་ལི་དགོས་ཀྱི་རེད་འདི་ཧྲ་ལ་ཤི་ན་འདི་རྒྱུ་མཚན་ཤེས་ཟིན་ནོ། འདི་ཤི་ར་ཅི་གི་ལ་གི་ཁྱིམ་ཚང་གི་ཁ་སོ་ཏིན་ར་ད་ཡོང་དགོས་ཙ་ཁྱི་ལ་ཧྲ་གི་ཟིན་ནོ། སྙིགས་ལ་གི་འདི་དོག་གི་འདི་ཆེ་གི་མ་གཞིག་ན། འདི་དོག་གི་འདི་ཧྲ་གི་ཟིན་ནོ་ད་འདི་ལུས་ནི་ང་མ་འདི་རྒྱུན་འདི་མ་ཆི་ན། ཧྲ་གི་ཟིན་ནི་ཨ་རྒྱ་གི་ར་ཏི་ཁེ་བ་གི། ང་ཟོ་ཡིན་ན་ཆུང་ར་ཧོ་ཤེས་འདི་བྲི།

ད་འདི་ཚ་དེ་གཉིས་ཀ་ན་ཀ་ར་ཏི་ཀྲི་ནས་ཡོང་བའི། མགོ་ལོག་ཚ་བཟོ་བཅོམ་འདི་རེད་ན་བཅོམ་འདིར་ཙི་ག་ཙི་ཆེ་བོ་དེ་རིགས་བཟོས་ན། ད་ཁྱི་བཙོང་ན་སྔོ་ན་ཚི་ན་བདུན། སྐྱེ་དགུ། བརྒྱད་སྐྱེ་དགུ་ཆེ་བོ་རེད་ད་དུམ་མོ་ར་མ་ང་ལྷས་ནས་ཁྱེར་ནི་རེད། ཟི་ཁྲོན་ཚ་ར་ཡིན་ན་ཡང་འདི་ནས་འབྲེལ་བ་ཡེ་ལས་བཞག་ཏི་ངས་ད་དེ། དེ་ཁས་ཡོང་བའི་ད་འདའ་ར་སུམ་བཅུ་བཞི་བཅུ་ལས་དེ་ཁས་ཁྱེར་ནི་ཡོང་གི་ཚང་ཚང་མ། ད་ལྟར་རྒྱན་གཅིག་གི་དག་རིང་གི་འདི་ནི། རིགས་སྤུངས་འདི་ནས་ཆུ་ཤེལ་གྱི་བར་གསུང་གི། ཙོང་ཁ་ན་ཏི་ཨ་ཧོ་པོའི་སྐུ་ན་རེ། སྒམ་པོ་རབ་བསྟན་རྒྱ་ནི་ཞིང་ལས་ལ་མཁོ་བའི་རྒ་སྐྱེས་དང་ཞུན་བརྡ་སོགས་གཙོ་བྱས། ཆོས་ལུགས་སྤྱོད་པའི་ཡོ་བྱད་རིགས་ལྔ་དང་མདའ་རུ་བཟོ་བར་དེ་བས་ཀྱང་ཤེས་ནུས། མཐའ་སྐོར་གྱི་རི་དེ་དང་རང་དང་སྡེ་བ་གཅིག་པའི་སྡེ་མི་རྣམས་ལ་འདིའི་སྐོར་གྱི་དགོས་མཁོ་ཡོད་ཚེ། ཁོ་རང་བཙལ་ནས་ཡོང་བཞིན་ཡོད། དེར་ཡང་སྡེ་འདིའི་སྡེ་མི་ཞིག་ཁོང་གི་སར་སླེབས་ཏེ་རེ་འགའ་ཞིག་གཡོག་དགོས་པའི་རེ་ཞུ་བྱེད་བཞིན་འདུག།

ད་ལྟ་ཐུན་མོང་གི་མི་ཐོག་རྒྱུ་ན། ཟ་ཀི་མི། རྒན་པོ་རབ་བརྟན་རྒྱལ་གྱིས་བརྩིས་པའི་ཟླ་རི་འདི། ས་གནས་གཞན་ནས་ངག་ཉོ་བྱེད་མཁན་ཡང་ཡོད་ལ། ཁོང་ཕ་བ་གཉིས་ནས་ཟླ་རི་རིམ་པ་བཞིན་ལས་ཚར་རྗེས། བུ་དབལ་འདི་རྒྱ་ནས་རོང་བོ་གྲོང་སྡེ་སོགས་ཀྱི་ཚོང་ཁང་དག་ལ་བསྐྱལ་ནས་ཚོང་དུ་འཇུག་བཞིན་ཡོད། ཟླ་རི་སོགས་ནས་རྒན་པོ་ད་ལོ་ལོ་ན་དོན་གསུམ་ཡིན་ཞིང་ཟླ་རེ་བཟོ་བའི་ལས་ཀ་འདི་ནི་ཁོང་གི་མི་ཚེའི་ལ་བརྗེས་ནས་ཡོད་པའི་ལས་ཀ་ཞིག་ཡིན་པས་འདི་ལ་དེབ་མཐུན་གྱི་རྩེ་འདང་ཞིག་ཀྱང་ཆགས་ཡོད་ལ། འདི་ཉིད་མི་ཉམས་རྒྱུན་འཛིན་བྱ་ཐུབ་རྒྱུ་ནི་རྒན་པའི་རེ་བའང་ཡིན་འདུག།
ད་ཟླ་རེ་འདི་བ་ཀི་ལི་ནི་བ་ཀི་ད་སྐྱེས་མ་སྐྱེས་ལ་ད་རང་གི་རང་ཨ་ན་མ་ཀི་ལི་ཟིག་ད་ད་ཡིན་ན་ར་རང་གི་བ་ཀི་ཞིག་མ་ཡིན་ན་བ་ཀི་རང་ན་མ་ཀི་སྐྱེས་ན་མ་སྐྱེས་ན་འདི་རྒྱུ་ད་ང་རང་གི་རེ་བ་ཡིན་ཡ།
མདོར་ན། འདི་དང་འདི་ལྟ་བུའི་ཐུན་མིན་བཟོ་རྩལ་མ་ཉམས་རྒྱུན་འཛིན་བྱེད་པ་ནི་ཐུན་མིན་གྱི་རིག་གནས་ཤིག་མ་ཉམས་རྒྱུན་འཛིན་བྱེད་པ་མ་ཡིན་ནམ།